ངོ་བོ་བཀྲ་ཤིས་བདེ་ལེགས། ཨ་ནི་ད་ང་ཚོ་གི་སྤྱིའི་ལས་གཞི་དང་དེ་ནས་ཡིག་སྒྱུར་གྱི་དྲན་པ་གཉིས་ཀྱང་བཟོ་ཚར་སོང་བ་རེད་དེ་འདྲ་ཡིན་ན་ད་ལྟ་ཆ་ཤས་གར་ཆེན་པོ་གསུམ་པ་དེ་ང་ཚོ་གི་བརྡབ་མཛོ་དེ་བཟོ་དགོས་ཀྱི་ཡོད་རེད། བརྡབ་མཛོ་བཟོ་བ་ལ་ཐོག་མར་ང་ཚོ་གི་འདི་ལས་གཞི་དོ་དམ་ཟེར་བ་དེ་ནང་འགྲོ་དགོས་ཀྱི་ཡོད་རེད་དེ་འདྲ་ཡིན་ན་ང་ཚོ་སྤྱིའི་ལས་གཞི་དེ་བཟོ་ཚར་སོང་བ་ཡིན་ན་འདི་ན་ཉིན་མོའི་མདོ་ཟེར་བ་དེ་དེའི་སྒང་ལ་སྤྱི་ཡོན་ལྷན་དགོས་ཀྱི་ཡོད་རེད་དེ་ནས་འདི་སྒྲིག་འགོ་ཟེར་བ་དེ་གི་ནང་ལ་སོང་ཨ་ནི་ད་ང་ཚོ་གི། ཅི་རེད་ཅི་བལྟས་བཟོས་ཚར་སོང་བ་རེད་དེ་ནས་འདི་ཡིག་རྒྱུགས་དྲན་པ་རེད་འགྲིག་སོང་བ་རེད་དེ་ནས་ད་ང་ཚོ་གི་གདམས་ཚོད་འདི་ནས་བཟོ་དགོས་ཀྱི་ཡོད་རེད་དེ་གསར་བཟོ་གི་སྒང་ལ་བྱོས་དེ་ནས་ཁྲིད་པས་ཁྲིད་པས་ཟེར་ན་ད་དབྱིན་ཇིག་གི་ནང་ནས་གདམས་ཚོད་ཟེར་བ་དེ་གི་བསྡུ་བསྡུ་ཚིག་རེད་དེ་ནས་དེ་ཧ་ར་བོད་ཡིག་ནི་ཨ་ནི་རྒྱ་ཡིག་ལ་བསྒྱུར་དགོས་ཀྱི་རེད་ཟེར་ཨོ་ད་དེ་འདྲ་གི་མིང་དེ་འདྲ་གདགས་སོང་ན་ནོར་གྱི་ཡོད་མ་རེད་དེ་འདྲ་ཅིག་དེ་ནས་ཡིག་ཆ་ལས་མ་དགོས་པ་ཅིག་སྐད་ཡིག་དེ་ང་ཚོ་གི་མ་ཤེས་དེ་པོ་སྐད་ཅིག་དེ་ནི་ཧ་ལ་རྒྱ་སྐད་ལ་བསྒྱུར་དགོས་ཀྱི་རེད། ཧ་དེ་ཅིག་དེ་ནི་ལྟ་འདི། ཉར་ཚགས་ཟེར་བ་དེ་ནན་དགོས་ཀྱི་རེད། དེ་ནི་རིམ་པ་གཉིས་པ་དེ་ངེས་བར་དུ་འདི་གའི་བཤད་ནུས་དེ་སྒོ་ཕྱེ་དགོས་ཀྱི་ཡོད་རེད་འདི་བཤད་ནུས་དེ་སྒོ་མ་ཕྱེ་ན་ཁྱེད་རང་གི་གདམ་ཚོད་དེ་བེད་སྤྱོད་མེད་པར་སྒོ་བརྒྱབ་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས་ན་ལྟ་ཅིག་ད་འདི་ལ་འདི QA དེ་འདི་ལ་རྟགས་བྱ་བ་ཡིན་ན། ཨ་ནི་ཁྱེད་རང་གི་གདམ་ཚོད་དེ། གནང་ལ། ད་ཚང་མ་གི་ལི་ལྷ་བོ་གི་ལས་ཀ་བྱེད་བཅུག་ཡོད་མ་རེད་ད་ཁྱེད་རང་གི་འཁོར་ང་དམ་དྲག་འདྲ་གི་ཐོག་ན་དེ་ང་ཚོ་གི་ཤུགས་ཆེན་པོ་བྱེད་བསྡད་གི་རེད་ཁོ་གི། འདི་ནི་ཁྱེད་རང་གི་སྤྱིར་བཏང་ནི་དེའི་གདམ་ཚོགས་ཀི་ནང་གི་མང་ཚོགས་ཡིན་ན་ཁྱེད་རང་གི་དང་ཚོགས་མ་སོང་ཚོགས་མ་སོང་ཟེར་ནས་ད་ཁྱེད་རང་ང་ཡོང་ནི་ཡོང་དུ་ཉེན་བརྡ་འདྲ་གི་ཐོག་ན་བརྡ་འདྲ་གཏོང་བསྡད་གི་རེད། འོ་དེ་འདྲ་ཡིན་དུས་ན། འོ་འདི་ལ་དམ་དམ་དྲག་བྱེད་དགོས་གི་ཡོད་ན་འདི་ལ་རྟགས་རྒྱག་དགོས་གི་རེད་དམ་དྲག་མ་དགོས་ན་འདི་ལ་རྟགས་མ་རྒྱབ་ན་འགྲིག་གི་རེད་ཟེར་འོ་དེ་རེད། ཅིག་ཅིག་དེ་རྗེས་ནས་ད་ང་ཚོ་གི་འདི་ཉར་ཚགས་ཟེར་བ་དེ། སྐྱིད་ན་འགྲིག་སོང་ཡ་རེད་ཨ་ནི་འགྲིག་སོང་ཨ། འོ་དེ་འདྲ་རེད་དེ་ནས་ད་ང་ཚོ་གོ་བདམས་མཛོད་སྒྲིག་སྟངས་དེ་ལྟ་ཙམ་གྱིས་འགྲིག་པ་ཅིག་ཡིན་ཐུགས་རྗེ་ཆེ།